བྱས་ཙང་འཕགས་པ་འཕགས་ལ་ཡི་གེ་ཚང་མ་ས་ཕག་གི་འཕགས་པ་དང་སེམས་ཅན་འཕགས་པ་མ་རེད་དཱ་ཁྱད་པར་དུ་འཕགས་པའི་འཕགས་པ་ཟེར་བ་དང། དེ་ནི་སྡུག་བསྔལ་འཕགས་པའི་བདེན་པའོ་ཞེས་ལབ་དུས། ང་རང་ཚོ་ལ་སྡུག་བསྔལ་འདི་བདེ་བ་འཛིན་གྱི་ཡོད་རེད་ང་ཚོས། རེད་ཟེར་བ། ད་རྒྱ་གར་སྐད་ཆ་སྨྲ་ཟེར་ན་ཁུ་བཞི་ཁུ་བཞི་རེད་ད་བས་ཆང་ས་རྒྱག་ན་ཁུ་བཞི་བཞིའུ་རེད་ཟེར་ལེགས་འདུག་བ། འདི་ལེགས་འདུག་ཁོ་ཚོ་སྡུག་བསྔལ་བདེ་བ་འཛིན་གྱི་ཡོད་རེད། བྱས་ཙང། ད་ང་ཚོས་བདེ་བ་འཛིན་ཡས་དེ། མ་བས། འཕགས་ལམ་ཐོག་དེ་སྔའི་གི་སྟོང་ཉིད་མངོན་སུམ་དུ་རྟོགས་དེ་སྔའི་གང་ཟག་དེ་སྐད་ཀྱིས་མ་གཅིག་གཟིགས་ཡོང་དུས། འཕགས་ལམ་སླད་དུ། ང་ཚོར་ལམ་ལྔ་ཡོད། ཚོགས་ལམ། སྦྱོར་ལམ། མཐོང་ལམ། སྒོམ་ལམ། མི་སློབ་ལམ་ཡོད། མི་སློབ་ལམ་ལ་དུས་ཡང་ན་ཉན་ཐོས་དང་རང་རྒྱལ་གྱི་མི་སློབ་ལམ་ཡང་ན་ནི་དགྲ་བཅོམ་པ་རེད། ཐེག་པ་ཆེན་པོའི་མི་སློབ་ལམ་ཡང་ན་སངས་རྒྱས་རེད། ཅེས་སོ། ལྟ་ལམ་ལྔ་འདུ་བ་ལམ་ལྔ་ནི། ལྟ་སློབ་པའི་ལམ་གྱི་བཞི་བྱས། མི་སློབ་པའི་ལམ་གཅིག་འདུ་བ། ལྟ་ཉན་ཐོས་དང་རང་རྒྱལ་ཡོད་རེ་བ། ཐེག་དམན་གྱི་ལམ་འདི་ལ། དབང་པོ་སྣོད་ལྡན་ཀུན་དབང་གི་ཉན་ཐོས་དུ་མ་བྱས། རང་རྒྱལ་དེ་ཡང་མཐོ་བ་བྱས། ཁོ་གཉིས་རང་རྐྱང་པ་ཐར་པ་དོན་ཐོབ་པའི་དོན་དག་ལ་ཉམས་ལེན་བྱས་ནས་ནི་ཁོ་ཚོ་མཐོ་བའི་ལམ་དེ་ལ་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་མི་སློབ་ལམ་མི་སློབ་ལམ་དེ་ཐ་མ་དེར་ལྟ། དེ་ནས་ད་དགྲ་ཆེན་པོ་ཐོབ་ཚར་ཁོང་ཚོ་ལ་ད་སང་ད་རྒྱལ་ཡོད་མ་རེད་ད་ཐེག་པ་ཆུང་བའི་ནང་ཐེག་ཆེན་ཐོག་ལམ། ཚོགས་ལམ། སྦྱོར་ལམ། མཐོང་ལམ། ཐེག་ཆེན་སྒོམ་ལམ། ཐེག་ཆེན་མི་སློབ་ལམ་ནས་དུ་སང་རྒྱལ་ཟིན་པ་རེད་ད། ད་སློབ་པའི་ལམ་བཞི་མི་སློབ་པའི་ལམ་གཅིག་དུ་བ། ད་སློབ་པའི་ལམ་ཚོགས་ལམ་སྦྱོར་ལམ་འདི་གཉིས་སོ་སོ་སྐྱེ་བོ།

འཕགས་ལམ་ཐོད་འཕགས་པ། སྒོམ་ལམ་འཕགས་པ། སྨོན་ལམ་འཕགས་པ་ཡིན་པར་ཐལ། ལམ་གསུམ་ཀ་ལ་ཐག་རིང། ད་ལྟ་མཐོང་ལམ་མཐོང་དུས་སྟོང་ཉིད་མངོན་སུམ་རྟོགས་དགོས་ཡོད་རེད། སྟོང་ཉིད་མངོན་སུམ་དུ་ནམ་རྟོགས་པ་དེའི་ཚེ་ན་མཐོང་ལམ་ཐོབ་པར་ཐལ། ད་མཐོང་ལམ་ཡན་ཆད་ཚང་མ་ད་འཕགས་པར་ཐལ། མཁྱེན་གསོལ་བ། བྱས་ཙང་འཕགས་པའི་གང་ཟག་རྣམས་ཀྱིས་མ་ཟིན་ཡོད་དུས་ང་ཚོས་ཀྱིས་ང་ཚོ་བྱིས་པར་བྱིས་པ། བྱིས་པས་ལབ་དུས་ཡང་སྤུ་གུ་ཆུང་ཆུང་ཟིག་གོ་མ་ཀླད་པ་དེ་དཔེ་སྤུ་གུ་ཆུང་ཆུང་ནང་དག་བྱས་ཡོད་རེད།

གོ་ནག་གི་ཡུལ་མིན་ནི་ཁོ་བརྒྱ་ཆ་བརྒྱ་ཐམ་པ་ད་དུང་སྐྱག་རྫས་བཤད་སྲིད་རི་སམ་སང་ཅོག་དོག་ཡོང་བཅུག་རོ་བ་ར་ཡ་ཧོ་འདི་ཡིན་དེ་ནག་ངན་གི་ར་འཕྲོད་དུས་ད་གོ་དངོས་གནས་དིང་གི་ར་འཕྲོད་རོ་བ་ཨོ་འདི་ནང་བདག་ཅིག་གིས་ད་ག་ད་ཆོས་ལ་ར་འཕྲོད་སྟངས་རིམ་པ་མང་པོ་ཡོད་རེད་ཐོས་ཆུང་སྒོ་ནས་ར་འཕྲོད་སྟངས་ཅིག་བསམ་ཆུང་སྒོ་ནས་ར་འཕྲོད་སྟངས་ཅིག་ཨ་ནི་བེད་སྒོམ་ཆུང་གི་མྱོང་བའི་ཐོག་ནས་ར་འཕྲོད་སྟངས་ཅིག་སྟོང་ཉིད་རྟོགས་དང་ནི་ཐོས་ཆུང་བསམ་ཆུང་སྒོམ་ཆུང་ཡོད་རང་རིམ་པ། ཧོ་འདི་བཞིན་རྟ་ཕག་པ་རྣམས་ཀྱིས་པའི་བདེན་པ་ཞིག་ལ་མ། སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནི་སྡུག་བསྔལ་འཕགས་པའི་བདེན་པར་གསུངས་དུས་སངས་རྒྱས་བཅོམ་ལྡན་འདས་གསུངས་པ་ཇི་ལྟར་གསུངས་པ་ལྟ་བུ་དེ་ཐད་དགག་རང་ཡིན་པ་ར་འཕྲོད་ཐུབ་ཀྱི་འོ་རེད་བ། ང་རང་ཚོས་ཀྱིས་ར་མ་འཕྲོད་ད་ང་དེ་འད། སྡུག་བསྔལ་ཡག་པོ་ར་འཕྲོད་ཡོང་བ་རེད་ད་ང་ཚོ་དེ་འད། གྲྭ་ཆོས་གོས་འདས་ནས་ཆོས་པ་ཡིན་ལབ་ནས་རེད་དགེ་བཤེས་ཡིན་ལབ་ནས་རེད་མཁན་པོ་ཡིན་ལབ་ནས་རེད་སྡུག་བསྔལ་ར་མ་འཕྲོད་གང་འད་རེད། ཁང་དེ་ཡོད། ཁར་རྟག་ཏུ་ཁ་རྟག་ཏུ་སྐྱབས་འགྲོ་ཡོད་པ་བྱས། དེང་དེང་ནས་ལ་ལས་འདྲེ་ལི་ཆེ་ར་དམའ་ཆེ་ར་དེ་འདྲ་མང་པོ་ཡོད་རོ། ང་ཚོ་མང་པོ་ཡོད་རོ་དེ་འདྲས། ད་དེ་ཡར་རྒྱས་གཏང་དགོས་རོ་ད། ཉི་མ་གཅིག་ནས་ལ་ལས་འདྲེ་ལམ་ས་ཡ་ཆེ་ཡོད་མར་ད་ཉམས་མྱོང་ས་གི་ས་གི་ས་གི་རོ། ཨ་ནི་ཆོས་སློབ་སྦྱོང་བྱ་ཚོགས་བསགས་སྒྲུབ་སྦྱོང་བྱེད་ཀྱི་ཆོས་སྒོམ་རྒྱལ་ཀྱི་ཀྱི། ཨེ་ཇི་ཙམ་གྱི་ཆོས་ཀྱི་སློབ་སྦྱོང་སྦྱང་བ་དེ་ཙམ་གྱི་བསམ་རྒྱུ་ཡག། ཇི་ཙམ་གྱི་མང་ང་བསམ་བ་ནས་དེ་ཙམ་གྱི་མྱོང་བ་ཐོན་ར་གྲོལ་ཡ་ཡོད་པ། ཨོ་ང་ནས་དྲ་ནས

རོ། དཔྱད། དཔེར་ན་འདི་ཡོད་བ། དལ་འབྱོར་གཉིས་ཀ་ཚེ་ལ་ལོངས་མེད་པ་ཡིད་ལ་གོམས་པའི་ཚེ་འདི་སྣང་ཞིང་རྟོག། ལས་འབྲས་མི་ལུས་འཁོར་བའི་སྣང། སྡུག་བསྔལ་སྣང། ཡང་ཡང་བསམ་པས་ཕྱི་མའི་སྣང་ཞིང་ད་སྡུག་བསྔལ་ཡང་ཡང་བསམ་བསམ་བྱས་ན་ད་སྐྱེ་བ་ལེན་ན་བསམ་ས་དྲིང་མ་ར་ད་ག་བཅུག་ར། རོ། ཡང་བསྐྱར་སྐྱེ་བ་ལེན་ཡང་བསྐྱར་མྱང་དགོ་རོ་ད་ཨ་མའི་ཁོག་པོ་རྣམས་མྱང་དགོ་ར་མ་སྐྱེས་དུས་མྱང་དགོ་རེ། དེ་ནས་སློབ་གྲྭ་འགྲོ་སློབ་ཆུང་ད་ག་ར་མུ་མཐུད་མི་ཡིན་པ་ཡིན་པ་ན་ལྕགས་སུ་འབུར་དུ་བ། ད་དུད་འགྲོས་སྐྱེ་བ་ལེན་དགོ་ཅིང་ག་བཅུག་ར།

རོ། ཁོ་སྤངས་པའི་སེམས་སྟེང་དུ་ཉོན་མོངས་གཏན་སྤངས་པའི་སེམས་ཀྱི་སྟེང་གི་ཉོན་མོངས་སྤངས་པས་ལྟ་ཡོན་ཏན་ཅན་གཏན་དུ་སྤངས་ནས་ནམ་ཡང་སྐྱེ་བ་མེད་པར་བྱས་ཀྱི་སེམས་སྟེང་དུ་ཡོན་ཏན་ཅན་ལེན་དགོས་རེད། འོ་དེ་ལ་འགོག་བདེན་ཟེར་གྱི་རེད་ད། རང་གི་སེམས་ཀྱི་སྟེང་དུ་ཉོན་མོངས་དེ་འདྲ་འདུག་བ། ནམ་ཞིག་ཚེ་ན་ཉོན་མོངས་གཏན་དུ་མེད་པར་ཆགས་ནས་ནམ་ཡང་ཚུར་བསྐྱར་ལོག་རྒྱ་ཡ་མེད་པར་གྱི་སེམས་ཀྱི་ཡོན་ཏན་ཅན་ལེན་ཡ་ཆོད་རེད་དེ་ལ་འགོག་བདེན་ཟེར་གྱི་རེད་ད། འོ། དེ་འདྲའི་སེམས་ཀྱི་ཆོས་ཉིད་དེར་གོ་ན་ཟེར་ད། འོ། འོ་འདི་གར་བྱུང་བར་སེམས་ན། དེ་འདྲ་སངས་རྒྱས་བཅོམ་ལྡན་འདས་ལ་སོགས་པ་རང་གི་བར་སྐྱབས་བཅོལ་ས་གང་ས་དེ་གར་དེ་ཡོད་རེད། ད་རང་གི་རྒྱུད་ལ་ཡོད་མ་ད་དེ་ཡོད་པ་ཆེ་བོ་རེད། ཆེ་ས་འགོག་བདེན་དེ་མངོན་དུ་བྱ། འགོག་བདེན་དེ་སོ་སོའི་རྒྱུད་ལ་ཐོབ་པ་ཆེ་བོ་རེད། འགོག་པ་མངོན་དུ་བྱ། དེ་སོ།

ཆོས་སྲང་ལམ་བསྒོམ་པར་བྱ། ལྟ། སྡུག་བསྔལ། ཤེས་པར་བྱ། ཀུན་འབྱུང་སྤང་བར་བྱ། འགོག་པ་མངོན་དུ་བྱ། ལམ་བསྒོམ་པར་བྱ། བྱ་བ། དེ་བཞིན་བྱ་བ་ལ་བལྟས་པ་དེ་རོ། རོ། ལྟ། ཨ་ནི། ད་བྱས་ཟེར་ན་ག་རེ་ཡོད་རེད། དེ་བྱས་སོང་ངས། ད་སྡུག་བསྔལ་ཤེས་པར་བྱ་སྟེ་སླ་ཡང་ཤེས་པར་བྱ་མེད། སྡུག་བསྔལ་ཤེས་ཚར་བ་རེད་བ་དེ་ནི་ཤེས་འོང་མ་རེད་ད་ཡང་རྒྱ་རྐྱང་པ་དཔེ་ལ་རྒྱག་འོང་མ་རེད། ད་ང་ཚོ་དེ་རིགས་ག་ལ་བཟོས་ན་ས་ཡིན་ཟོག་འདུག་ཡང། རེད་དོ། དེང་དུ་དེ་རིགས་ག་ལ་ས་གྲོགས་རྒྱག་རེད་ཡང་ས་ཡིན་ཐོག་གཏོང་དགོས་དེ་མ་རེད། སྡུག་བསྔལ་གྱིས་སྤངས་ཚར་ནས་ནམ་ཡང་སྡུག་བསྔལ་ཡང་བསྐྱར་སྤང་དགོས་མ་རེད། སྡུག་བསྔལ་གྱིས་ཤེས་ཚར་དུས། ཆ་ཚང་ཤེས་སྡུག་བསྔལ་སྤངས་ཚར་དུས་ད། སྡུག་བསྔལ་ཡང་བསྐྱར་ཤེས་པར་བྱེད་དགོས་གལ་ཡང་མ་ཤེས་ཤེས་པ་རེད་ད།

ཀུན་འབྱུང་འདས་པ་ག་ལས་ཀྱི་ཀུན་འབྱུང་ག་རེ་རེད། ཉོན་མོངས་པའི་ཀུན་འབྱུང་ག་རེ་ལས་ལ་དབྱེ་བ་ག་ཚོད་ཡོད་རེད། ཉོན་མོངས་ལ་དབྱེ་བ་ག་ཡོད་ཚོད་རེད་ལྟ་བ་དང་ལྟ་མིན། རྩ་ཉོན་དང་ཉེ་ཉོན། རེད་བ། ག་འདྲའི་ག་འདྲའི་ཡོད་དེ་འདྲ་བཤད་དགོས་རེད། དྲིས་བ།